མི་འཇིགས་པ་སྐྱབས་ཀྱིས་སྦྱིན་པ་ཆོས་ཀྱིས་སྦྱིན་པ་ནི། སྦྱིན་པ་བཏང་མེད་ག་ཁེ་པོ་རྣམ་མེད་བསམ་མེད་ག་དགེ་བ་ཕྱི་ལུགས་ཀྱི་ལ། དགེ་བ་ཕྱི་ལུགས་ནང་སྐྱེས་བུ་བསམ་གནང་གི་ཟང་ཟིང་གིས་སྦྱིན་པ་ཨ་ནི་ཁེ་པོ་ཏི་རུ་ཏེ། ཏི་རུ་ཏེ་ཁ་མུང་ཏེ་རྒྱུ་ནོར་ལོངས་སྤྱོད་ཀྱི་ཨ་ནི་སྦྱིན་པ་བཏང་ཉིད་ལ། ཨོ་ཐ་ཟང་ཟིང་གིས་སྦྱིན་པ་ཡིག་པའི་རྣམ་མེད་བསམ་མེད་དགེ་བ་ཕྱི་ལུགས་ཀྱི་བ་ལ། ཨོ་ཐ་སྐྱེས་བུ་ལྷག་པ་དགེ་བ་ཧང་ཆི་ལེ་ཨ་ནི་ལ། མི་འཇིགས་པ་སྐྱབས་ཀྱིས་སྦྱིན་པ་ཨ་ནི།

ཆོས་ཀྱི་སྦྱིན་པ་ཡི་ཁང་ཞོ་དཔེ་ཆ་པར་བཏབ་ནི་ཨོ་ཉིན། ཕི་ཁན་མཁས་པོ་ཆོས་ཀྱི་སྦྱིན་པ་ངོ་མ་མ་འགི་ན། ཆོས་ཀྱི་སྦྱིན་པ་ཡི་ཁང་ཞོ་ཧན་ཡ་ཨ་ཉི་ལ་ཆོས་སྨྲ་སྨྲ་ཨ་ཧན་པ་ཆོས་ནང་ག་བཙུགས་ནི་ལ་ཨོ་ད་ཆོས་ཀྱི་སྦྱིན་པ་གི་ལ། སྣ་མེད་ས་མེད་ག་དགེ་བ་ཆི་ལུགས་གི་ལ་ཉི།

ཨོ་མོ་འོ་ཐ་པུ་སྐན་ཐེ་ཚོམ་མ་བ་སོང་ངོ་ཐེ་ཚོམ་ཧ་རང་ཐེ་ཚོམ་མ་བ་དམྱལ་བ་ནང་ག་ཡུད་ཁེ་ང་སོང་ངོ་ཁེ་པོ་ག་ཨ་ཤི་ཆོས་ཡེན་བི་ལེ་ག་གོ་ཀ་བིན་ཀང་ཏི་ལེ་ག་ག་ག་ཡོ་དམྱལ་བ་གའི་མཐར་སྦྱོང་བྱ་གི་བ་ལ་ནི་དམྱལ་བ་གའི་མཐར་བེ་རེ་བ་འཁོར་བ་གའི་སྒྲོལ་བེ་རེ་བ་ག་ཆོས་ཁེ་པོ་ཨ་ཤི་བི་ཉི་ལ་གོ་ཀ་བི་ཉི་ལ་འོ་ཐ་གའི་ལྷག་པ་ནི་དགེ་བ་ཕྱི་ལོ་ཆོ་ལོ་རང་མ་བྱ་གི་ལ་ན།

ཁྲོན་མོ་ཚོགས་པ་ག་མོ་ལམ་ག་སོགས་ངོ་ག་བྲང་ཁ་མང་ལ་དང། འོ་ཐ་ཏེ་གི་ཨུམ་ཏུར་དར་འཇོག་མ་བཅའ་ཨུམ་ཆང་རྡོ་རྗེ་གདན་ག་མ་འཛོམ་ཁ་ན་ཧམ་ཏུར་བཅའ་ཡའམ་བཅའ་ཁྲོན་མ་ཉམས་ལེན་པ་ན་མེ་ས་མི་ཁྲོན་མ་ཉམས་ལེན་པ་མང་པོ་དར་བ་བཅའ་ན་ནི་དར་ཁན་ཁེ་པོ་ཚོང་རི་བ་ཚོང་རི་བ་སོགས་ངོ་མང་པོ་དར་བ་ཤོག་ནང་ཕེ་ལེ་ཁེ་ལེ་ཡ་ནི་ཡིག་པོ་མ་བཅའ་རོག་ཏེ་བ་ག་ཨེ་བ་གི་ཆོས་ག་གོ་ག་བི་བ་གི་ལ་ཆོས་ཨ་ལེ་ག་གོ་ག་བི་བ་གི་ལ།

འཇིགས་ཀྱི་ཧང་ཧང་ཅན་གཉིས་ལ་དགོན་པ་རྣམས་སམ་ཕི་ལི་རེ་བུ་མ་ལ་གི་གཉིས་པོ་དུང་ཟུར་ས་ཟུར་ས་པ་ཀ་དེ་གཉིས་འཛམ་བུ་གླིང་ཨོ་ཀ་ལྗང་ཐིན་ཨོ་ཀ་དེ་ལས་རེ་གཉིས་པོ་དགེ་སློང་གཅོད་པའི་མ་གཅོད་པའི་མ་རེ་གཉིས་པོ་ཁྲོས་མ་ཉམས་ལེན་ག་ནུས་པའི་བིང་ཅ་གཅིག་ཁ་མུ་ཨོ་ཐ་པ་ཡེ་ལེ་བིང་ཅ་གཅིག་གཉིས་ཨོ་ཐ་དེ་ཀའི་ཨོམ་ངེ་ར་དུང་ནང་ག་ཆོ་ག་གཉིས་བླ་མ་ཐུགས་བསམ་ཞི་ལི་སེ་ཁན་པ་ཀི་ལྗང་ག་རྣམས་སེམས་ཅི་ཐང་ཆི་ལུ་ཐན་ལ་ཧང་ལྗང་ཆི་ལུ་རི་བ་གཉིས་མ་ངེས་ན་ནན་གི་གཉིས་བསྟན་པ་ཀ་ཞབས་ཏོག་ཞུན་ལ་གཉིས།

ཨོ་མ་ཨའི་བ་ཀ་གོ་ཀ་བ་ཁེ་པོ་པེར་ཚ་ལུ་ཚ་ལུ་ག་ཤོ་ཐོང་ཚ་བསྙི་ལ་ཀུར་པེ་ན་ལེ་དང་མེ་ཨོ་ཐ་པོ་སིང་གི་ལ་ན་ཨོ་མ་འབྲུག་རྒྱལ་ཁབ་དང་འབྲུག་རྒྱལ་ཁབ་འཛམ་བུ་གླིང་ག་ནང་ག་སོ་ངོ་བ་ཁྲོས་མ་ག་དད་པ་ཁྲོས་མ་ག་སྤྲོ་བ་ཆོ་བ་ག་དུས་ཚོད་ག་ཨའི་བ་ཙ་དྲེག་པེ་ཁེ་ལེ་ན་ཨོ་ཐ་ཨ་དེ་ཀེ་ནའི་བ་ཐམས་ཅད་ན།

གཏེར་གསར་དགའ་ལྡན་པ་ག་ཞབས་ཏོ་ཞུ་བ་ག་བཀའ་དྲིན་གྱི་ལ་ཨ་ཉི་འཇིགས་པའི་གྱི་ལ་ཨ་ཕ་ཕ་ཡི་འོག་ག་ཁེ་པོ་ལུ་ཅང་གི་མ་ལེ་ཤ་ཡ་གི་སློབ་མ་ཐུར་ཅག་མི་ཚང་ཐུར་མ་ཨ་ཕ་ཁེ་པོ་ཤི་བ་ཡང་ན་རོག་གི་ཕི་བ་ཨོ་ད་ཐུང་ཀ་ལུ་ཏོག་ཤིན་ཀོ་ཏ་དང་ཚིར་དབང་འདུས་གི་ཕི་བ་ཨོ་ད་པུ་སྐེ་ན་ནི་ཕི་བ་ཙང་ཙང་ཅག་ཨེ་ར་སྡེ་བ་ཐང་ག་ཕ་ཡི་ཅག་ཅང་ག་ཐ་ཨ་ཐང་རོག་ཏི་པ་གི་གོ་ནི་ཐམ་ནི་ནི་རོག་གི་ཡིག་པུ་བུ་ཡིག་ཅག་ཅང་ག་མིང་ཐུར་ཤོ་ཤོ་ལེ་ཁེན་ལ་དང་སོག་མ་པ་གི་ཕུ་ལ་དང་ནི་ཨོ་ད་ཁེ་པོ་ཤི་ག་རབ་རིན་པོ་ཆེ་ཨ་ཉི་ད་ཕི་བུ་མ་འཇ་མ་འགི་དུ་མེ་མོ་བ་ཡི་ཅང་ག་ལེ་ག་གོ་ནི།

ད་སོ་ཐུར་ཨོ་ཐ་ཤོ་རང་བཞིན་གྱི་ལ་བ་ལྗང་བུ་ལ་ཨོམ་པའི་ཨ་ཉི་ལ་ཨ་ལ་ལྗང་ཨོ་མ་ཐི་ནོ་ཀང་ཁྲི་ཐུ་ག་ཆོ་ལ་གྲུབ་ཆེན་ག་ཁྲི་ཐུང་ག་ཆོན་ལ་མེ་བརྒྱ་ཁྲི་བརྒྱ་ཡོད་ལ་མཁན་པོ་བ་གི་ལྗང་ང་ཁྲི་མ་ཕི་བ་ཨ་ཉི་ས་ག་ཐུར་ཆོ་ལེ་བིན་ཐ་ཉི་ལ་ལྗང་ན་མི་ས་ན་བ་ལིང་བ་ཙ་ལུ་རི་ལས་ལྗང།

ཆོས་ཀྱི་སེམས་འགྱུར་བའི་ག་གང་ཀ་ཤོ་ཧང་རི་ལས་ཡ་ཨ་ཉི་ལ་འདོད་ཆགས་སྙུང་པོ་རི་ལས་དང། ཞེ་སྡང་སྙུང་པོ་རི་ལས་དང་ང་རྒྱལ་སྙུང་པོ་རི་ལས་དང། ནི་མཁན་པོ་ཐུར་རི་གཉིས་པོ། ཀྱི་ཡོན་ཏན་མཁས་པ་མཁན་པོ་ཐུར་རི་གཉིས་པོ་ང་རྒྱལ་ཆོས་གཉིས་ལ། ཆོས་ཀྱི་མ་གྱུར་པ་དག་གི་ལ་ཡོན་ཏན་གསལ་བ་དག་གི་ལ་མ་ཏོ་ཆོས་ཀྱི་མ་གྱུར་པ་དག་གི་ལ་དང། ནི་ཡབ་རིན་པོ་ཆེ་གི་ཧང་སུང་ཅེ་སེའོ་མ་ནས་པ་ཀ་ཐུར་ཡིག་པེ་ན། ཡ། ངར་ཁི་ལ་མ་ནི་ཐི་ནོ་ངམ་ཅི་སོང་བ་འོ་ནི་སུང་ཅ་ཡབ་རིན་པོ་ཆེ་གི། བླ་མ་ཆོས་སྤ་ལེགས་པོ་དགེ་བ་དང་མ་དགེ་བ་ཞོ་མ་ཤི་བ་ག་དགོས་པ་གཏན་མེད་ཁེ་ལས་ཨ་ཉེ་ཆོས་སྤ་ལེགས་པོ་དགེ་གཉིས་ལ་ཉམ་ཆུང་ཨ་ཉེ་ང་རྒྱལ་ཉུང་པོ་ཉམ་ཆུང་འདོད་ཆགས་ཉུང་པོ་འོ་ཐག་པ་ཞོ་ཆོས་པ་ཡང་དག་པ་ག་ཆོས་ག་ནང་ག་ཆོས་བ་ག་ཉམས་ལེན་ཉམས་ག་ཆོས་བ་ག་ཕིས་ག་བེ་བྱ་གན་བྱ་གི་ལ་ཨ་ཉེ་གསུངས་ལ་ཐི་ནོ་ང་མི་ཆེ་ཞོ་ཨོ་ཉེ་མ་དགེ་བ་ལ་ཨ་ཉེ།

སམ་རྗེའི་དགའ་རབ་རིན་པོ་ཆེ་ག་ཁྲོས་མ་ཚོགས་པ་འོ་ཐ་ག་བླ་མ་ཀི་ལ་ན་ནི་སྦྱང་ག་ཚབ་ཨ་ནི་ཚོགས་པ་ག་ཚབ་ཨ་ནི་ནི་ནི་སློབ་མ་བ་རང་གི་ཉིད་པོ་རིན་པོ་ཆེ་གི་བཀོད་ཐ་བ་གི་ལ་ཨ་ནི་འོ་ན་ཨེ་པ་ཀི་ཙཀྲིག་ལྕགས་ཀི་ལ་མེ་འོ་ཁྲོས་མ་ལྷ་ཁང་དབུ་མཐུར་འོ་ཤ་མ་བཞི་བཅུ་ཞེ་བདུན་འཕང་རི་བ་ལ་མེ་ནི་འོ་ཐ་བ་ཐམས་ཅད་རང་ཁྲོས་མ་ག་བྱིན་རླབས་འཇུག་པ་གཞན་མ་ཏོ་ཕའི་ཐུར་ཕི་ལེ་ག་ཀ་ལུ་ཀི་ལ་ན་བའི་ཕའི་ཐུར་ཕི་ལེ་ག་ཀ་ལུ་ཀི་ལ་ན་སེ་ལེ་མེ་འོ་འབྲུག་རྗེ་ཁབ་ག་ནང་ག་ཁྲོས་མ་ལྷ་ཁང

རྩ་སྒྲིག་མཐའ་བ་ག་གི་ལ་ན་རང་རང་སོ་སོ་ག་ཡི་ས་དགོ་ག་ཐུང་ག་ཁྲོས་མ་ལྷ་ཁང་ཕི་ལེ་ག་རང་རང་སོ་སོ་ག་ས་དགོ་ག་ཡར་རྗེ་ཕི་ལེ་ག་འོ་ཐ་བ་ནི་ནའི་བ་གི་ཨ་བ་ག་གྲུབ་འབྲས་གི་ལ་ན་ལྗང་ཐུར་ག་དོན་ནའི་བ་ག་བ་མུང་སངས་མོ་ཕི་ལུ་མན་ཅ་རྗེ་ནི་ཁི་ནི་རྡོར་རྗེ་གདན་ག་བུ་ཡིག་པ་ལྗང་ཅི་གི་ལྗག་ག་ལྗང་བླ་མ་ནང་ཁེ་བུ་མ་ཏྲ་བ་ག་བླ་མ་སོ་ཏི་ཆི་ལུ་ཐུར་གི་བ་ལ་ནི་མི་ལ་ལྗང་ཡི་མ་ཏྲ་བ་ཡོན་ཏན་ཆི་ལུ་ཡིག་པ་མན་ཅ་ན་སོ་ཏི་ཆི་ལུ་ཐུར།